འོད་ཟུམ་སངས་རྒྱས་ཐམས་ཅད་ཀྱི་ངོ་བོ་རིགས་དང་དཀྱིལ་འཁོར་རྒྱ་མཚོའི་ཁྱབ་བདག་བཀའ་དྲིན་མཚུངས་པ་མེད་པ། པར་ངོས་བླ་མ་དམ་པའི་ཞབས་ཀྱི་པད་མོ་རྡོ་རྗེ་མ་མོའི་བ་ལ་སྒོ་ཟོང་མགུལ་བ་ཆེན་པོའི་སྒོ་ནས་ཕྱག་འཚལ་ཅིང་སྐྱབས་སུ་མཆིའོ། བདུད་དང་རྣམ་པ་ཐམས་ཅད་དུ་ཐུགས་བརྩེ་བ་ཆེན་པོའི་སྒོ་ནས་རྗེས་སུ་བཟུང་དུ་གསོལ། ཡེ་ནས་སངས་རྒྱས་ཀུན་སྙམ་ན་ཡང་བཀའ་དྲིན་སངས་རྒྱས་ཀུན་ལས་ལྷག་པའི། པར་སྔོན་ལ་མི་ཞབས་ལ་གསོལ་བ་འདེབས་བདག་སོགས་འགྲོ་བའི་བློ་སྣང་ཆོས་ལ་སྦྱོར། བ་དན་རྡོ་རྗེ་འཆང་བ་རི་ཀོན་ཁྱབ་བདག་བླ་མ་ཀརྨ་པ་སྐྱེ་དགུ་སྤུན་མཆེད་ཆུང་ནས་སྲས་ཆོས་འབངས་ཡི་དམ་རྣལ་འབྱོར་མ། ཕྲིན་ལས་ཀུན་གྱི་བྱེད་པོ་དབང་ཕྱུག་ཆོས་སྐྱོང་བེར་ཆེན་འཇམ་དཔལ་ལ་རྣལ་འབྱོར་རྩལ་གྱིས་བསྐུལ་བས་འདི་དང་འགྲལ་མེད་ཐུགས་རྗེས་སྐྱོང་བར་མཛོད། གང་དག་ཕྱོགས་བཅུ་རྟོག་ངེས་འཇིག་རྟེན་ན་བདེ་སྐྱིད་ལྷུ་མར་གྱུར་པ་གང་སུ་དག། དེང་ནས་དམ་པའི་ཆོས་ཀྱི་ཆར་འབེབས་ཀྱིས་བསྙེན་པར་འདོད་པ་ཐམས་ཅད་འདིར་གཤེགས་ཤིག། ལྷ་ཡི་སྐད་དང་ཀླུ་དང་གནོད་སྦྱིན་གྱི་གྲུ་བོང་དང་དང་མི་ཡི་སྐད་རྣམས་དང། འགྲོ་བ་ཀུན་གྱི་སྒྲ་སྐད་ཇི་ཙམ་པ་ཐམས་ཅད་སྐད་དུ་ཆོས་ཀྱང་ཐོས་རྒྱུར་བྱེད། ཕྱི་དྲོ་བདེ་ལེགས། དེ་ནས།

དེ་ཡིན་ནས་ད་འདི་ཐོག་ལ་ཁྱེད་རྣམ་པ་ཞལ་ལག་ཤེས་པའི་སྐབས་རེད། ཉིན་གུང་ཞལ་ལག་ཤེས་ཚར་ནས་རེད་འདི་བར་ད་ག་ལ་ཡར་བགྲོ་གླེང་གནང་ཡིན་པས། ཐུགས་བསམ་བཞེས་འདི་ཐོག་ལས་ཐུགས་བསམ་བཞེས་འདི་ཐོག་ལ་བགྲོ་གླེང་གནང་ངེས་ཡོད་ན་ཕྱག་བརྐྱང་ཞུ་དང། ཞལ་ལག་མི་འདུག་ཨ། དེ་ནས་ཡང་ཉམས་ལེན། སྒོམ་ཉམས་ལེན་གྱི་ནང་སྦྱོང་ཞིག་ཞུས་ཡིན་པ། དེ་ཡིན་དུ་དབུགས་ལ་དམིགས་ནས་སྒོམ་བརྒྱབ་ནས། ད་ལྟ་ཞལ་ལག་གི་བར་མཚམས་ལ། འོ་དེ་འདྲ་བྱས་ནས་དབུགས་ལ་དམིགས་ནས་སྒོམ་རྒྱབ་གནང་མཁན་ག་ཚོད་ཡོད་ཕྱག་བཞི་བརྐྱང་གནང་ཞུ། མ། མ་མི་བརྐྱང་གནང་ན་མང་པོ་འདུག་ག། འོ་ལ་སོ། ད། ཨོ། ནམ་རྒྱུན་ང་རང་ཚོ་སེམས་དེ་ཡེངས་ནས་བརྗེད་འགྲོ་གི་རེད་བ། བར་ད་ག་ལ། དེ་ཡིན་དེ་དག་སྤྱི་བཏང་གི་ཉམས་ལེན་གང་གནང་ན་ཡང་ལྟ་བ་སྒོམ་པ་སྤྱོད་པ་གསུམ། ལྟ་སྒོམ་སྤྱོད་གསུམ་ཡ་མ་འདྲ་བ་ཉམས་ལེན་གནང་ཡ་དེ་གལ་ཆེན་པོ་རེད། ལྟ་བ་ཟེར་དུས་ད་ལྟ་སྒྱུ་གོང་དུ་དྲན་པ་ཟེར་མཁན་དེ་ག་འདི་རེད། སྒོམ་ཞི་གནས་ཟེར་མཁན་དེ་ག་འདི་ཅིག་སྒོམ་དགོས་ཡོད་རེད། དབུགས་ལ་སྨེ་བའི་ཞི་གནས་དེ་སྒོམ་སྟངས་སྒོམ་ཚུལ། ད་དེ་ཚོ་སྐོར་དེ་ཡག་པོ་མཁྱེན་དེ་ལ་ལྟ་བ། ཨཱ་ནི་བསྒོམ་པ་ཞུ་དུས་འདི་རང་རྒྱུད་ལ་སྦྱར་ནས་བསྒོམ། མཉམ་པར་བཞག། དབུགས་ལ་སེམས་གཏད་ནས། དེ་རིང་སྣང་ཡས་འདི་ལ་བསྒོམ་པ། དེ་ནས་སྤྱོད་པ་ཟེར་དུས། ཉིན་རེ་གི་མི་ཚེ་ནང། ཉིན་རེ་གི་སྤྱོད་ལམ་ནང་ལ་སྦྱར་ནས། ལྷག་པར་དུ་ཉོན་མོངས་པ་དང་སྡུག་བསྔལ་ཡོང་བའི་སྐབས་སུ་བསྒོམ་སྣང་བ་ཡིན་ན། ད་དེ་ལ་སྤྱོད་པ་སོང་བ་རེད། ཉོན་མོངས་ན་སྡུག་བསྔལ་འདི་ལམ་དུ་ཁྱེར། ཉོན་མོངས་ན་སྡུག་བསྔལ་དེ། དེ་ནི་གཉེན་པོ་ལ་སྒོམ་ཐུབ་པ་ཡིན་ན། དེ་ལ་ཡང་སྤྱོད་པ། དེ་ཡིན་ན་ད་ལྟ་བ་སྒོམ་པ་སྤྱོད་པ་གསུམ། ཡང་མ་འདྲ་བ་སྣང་ཡང་དེ་གལ་ཆེན་པོ་རེད། དེ་ཡིན་དུས། ད་ང་རང་ཚོ་ཕྱི་དྲོ་གི། བར་མཚམས་དང་བགྲོ་གླེང་དང་གོང་སྨོས་སྒོས་དུས་ཚོད་ཡོལ་བ་འདི་སྐབས་ལ་ཡང་གོམས་ན་ང་ཡང་སང་ཉིན་རྒྱུགས་ལེན་ཡིན་ད་འོ་ལགས་སོ། དེ་ནས་ད་བགྲོ་གླེང་འདི་ཡང་བསྐྱར་ཅིག་བདའ་བདའ་གནང་བ་ཡིན་ན་དེ་དཔེ་མི་སྲིད་གལ་ཆེན་པོ་རེད། དེ་ཡིན་དུས་བགྲོ་གླེང་འདི་གི་ཁྱེད་རྣམ་པ་ཞེ་ར་ཞེ་ར་གནང་ཡས་དུས་ཚོད་མ་བྱུང་ཡིན་ས་རེད། དེ་ཡིན་ད། ད་ལྟ་ཡང་བསྐྱར་ད་ལྟ་གྲོས་གླེང་ཞིག་གནང་བ་ཡིན་ན། འདི་གི། བརྗོད་བྱ་དེ། མཁྱེན་གྱི་འདུག་བ། ཡང་བསྐྱར་ཞུ་དཀའ། བརྗོད་བྱ་དེ། བགྲོ་གླེང་འདི་གའི། དྲི་བ་དེ་ག་རེད་ཟེར་ན། སྒོམ་གྱི། ངོ་བོ་དེ་ག་རེད། དྲན་པ་རེད་བ། སྒོམ་གྱི་ངོ་བོ་དེ་དྲན་པ། ཨ་ནི་དྲན་པ་ཞུ་ན་ག་རེད། དྲན་པ་སེ་གེ་འདི་ཧ་གོ་དེ་གན་ཅིག། ཤེས་དེ་གན་ཅིག། རེད་པ། ཨོ། ད་ཤེས་པ་རང་རེད། གང། མཐོང་བ། ཐོས་པ། དྲན་པ། བསམ་པ། སྙོང་བ། ཚོར་བ། གང་བྱས་པ་དེ་ཧ་གོ་དེ་གན་ཅིག། དེ་རེད།

རྟག་པར་ཤིན་ཏུ་བསྒོམ་རྒྱག་པའི་ཡོད་མ་རེད་དགོངས་ན་ཕྱག་རྒྱ་ཞུ། ཨོ་དེ་བདེན་པ་རེད་བ། རྟག་པར་ཤིན་ཏུ་བསྒོམ་རྒྱག་ཞུ་འདུག་གི་འདུག་ན་དེ་ད་ལྟ་སངས་རྒྱས་ཚར་རེད་བ། ད་ལྟ་འདི་འདྲ་ལ་ཕེབས་ནས་ཡིན་གཅིག་མིན་གཅིག་བསྒོམ་དེ་སྦྱང། དེ་ཡང་ཅིག་རྒྱབ་ཐུབ་ལ་མ་ཐུབ་ལ། ཤེས་ལ་མ་ཤེས་ལ་དེ་འདྲའི་ཨོ་བརྒྱལ་ཡོད་མ་རེད། དཀའ་ངལ་ཡོད་མ་རེད་ག་དུས་ནས་བསྒོམ་གནང་ལ་ཡོད་རེད་བ། འདི་ཡིན་དུས་རྟག་པར་ཤིན་ཏུ་སྒོམ་བརྒྱབ་གནང་གི་ཡོད་མ་རེད། ཡིན་ན་ཡང་ད་ངས་ཁྱེད་རྣམ་པ་ལ་ག་རེ་ཞུས་པ་རེད་ཟེར་ན་དྲན་པ་སེ་གེ་ནས་ཧ་གོ་བ་རེད་འདི་ག་དུས་ནས་ཡོད་རེད་ཞུས་པ་རེད། ད་འདི་ཡིན་ནི་གལ་བ་ཆེད་དུ་བ་དེས་གལ་བ། ད་འདི་ག་འདྲ་བྱས་ནས། ག་འདྲ་བྱས་ནས་རྟག་པར་ཤི་ན་སྒོམ་རྒྱག་གི་ཡོད་མ་རེད། རྟག་པར་ཤི་ན་ང་ལ་ཧ་གོ་བ་དེ་ཡོད་རེད། ཡིན་ན་ཡང། ངས་རྟག་པར་ཤི་ན་སྒོམ་གི་ཡོད་མ་རེད་དེ་རྒྱུ་མཚན་ག་རེད། འོ་དེ་ཐོག་ལ་བགྲོ་གླེང་ཡང་བསྐྱར་ཞིག་གནང་རོགས་གནང། སྐར་མ། ལྔ་ཡི་རིང་ལ། དེ་སྔའི། དྲིལ་བུ་དེ། ལས་ཞིག། སྤྲོད་པའི་སྐབས་སུ། དེ་བགྲོ་གླེང་མཚམས་འཇོག་གནང། འོ་ལགས་སོ། ད་བགྲོ་གླེང་དབུ་བཙུགས་གནང་རོགས་གནང།

དང་བླང་བ་ཨེ་ཡོད། ཕྱག་རྒྱ། ཨ། དེ་ཅི་སྟེ་འོ་བདེ་ཐུབ། དེ་ལས་ཡ། ཡ་བཞེངས་གནང་ཞེ་ན།

ང་ཚོ་ལ་དུས་རྒྱུན་དུ་དྲན་པ་ཡོད་རེད་ཞེ་ན་ལ་ང་རང་འདྲ་བ་ཡིན་ན་ལ་སྒོམ་རྒྱབ་ཀྱི་ཡོད་རེད་ཞེ་ན་སྒོམ་གྱི་ངོ་དྲན་པ་ཡིན་འདི་སྐབས་སུ་ལ་དེ་འདི་སྐབས་སུ་དྲན་པ་ཡང་དེ་རྟག་ཏུ་དང་ཡོད་ག་རེ་ང་ཚོ་ཡོད་ས་མ་རེད་ག་རེ་བྱེད་དུ་དྲན་པའི་གི་ངོ་དེ་གསལ་ཅིང་རིག་པ་ཡར་ལ་གསལ་ཅིང་རིག་པ། སོ་སོ་ལ་ཡས་ན་ཀྱང། ཉི་མའི་དེ་གའི་དྲན་པ་དེ་ཉིད་མ་བྱས་ཨ་ནི་ང་ཚོ་ཉོན་མོངས་དུག་གསུམ་ལགས་སོ་པ་ལ་བརྟེན་ནས། སྤྲིན་བལ་གྱི་ཉི་མའི་གྱི་སྒྲིབ་པ་བཞིན་དུ་ང་ཚོ་སྒྲིབ་བདེ་ར་དེའི་འདི་སྐབས་སུ་ལ་ཀོ་རང་བཞིན་གྱི་ཡས་དེ་ན་ཡང་མངོན་དུ་སལ་མ་ཐུབ་ཙང་དྲན་པ་ཡང་འདི་རྟག་ཏུ་ཡས་ས་མ་རེད་གལ་སྲིད་ང་ཚོ་ལ་དྲན་པ་ཡས་ན་དེའི་རྟག་ཏུ་ང་ཚོ་སྒོམ་སྒོམ་བྱེད་གི་ར་ལ། དེའི་འདི་སྐབས་སུ་ལ་ང་ཚོ་དེའི་རྟག་ཏུ་དུ་སྒོམ་བྱེད་ཐུག་གི་ཡས་མ་རེད་ག་རེ་བྱེད་ཐུབ་ས་ན་དྲན་བདེ་བ་རེད་གལ་སྲིད་དྲན་པ་ཡས་ན་དེའི་རྟག་ཏུ་ང་ཚོ་དེ་ག་ར་གནས་བདེ་གི་ས་རེད་ལ།

འདི་ཡིན་དུས་ཨ་ནི་ཆགས་ཀྱི་ཡོད་ས་མ་རེད་དེ་འདྲའི་ད་ང་རང་གིས་སྐར་ཚོགས་རྨོངས་ཆ་སྒྲོག་ཅེས་ཞུས་པས་ན་ཆགས་ཀྱི་ཡོད་ས་མ་རེད་འདུག་དྲན་གྱི་འདུག་ག་རེད་ཟེར་བས་ན། བྱེད་སྟངས་ཀྱིས་ད་ང་ཚོ་ལ་ཡང་ཨ་ནི་དྲན་པ་དེ་རྟག་པར་ཞིག་ཡོད་པ་ཡིན་དུས་ཡང་དེ་ཡོད་པ་ལ་ཡོད་པར་མ་ཤེས་པའི་རྐྱེན་གྱིས་ཨ་ནི་དེ་སྒོམ་ཆགས་ཀྱི་ཡོད་ས་མ་རེད་དེ་འདྲ་དྲན་གྱི་འདུག། དཔེ་ཆ་བཞག་པའི་ནང་ང་རང་ཚོས་ད་ལྟ་ཆ་ཆུའི་རྨི་ལམ་ནང་ལ་ཡང་ག་རེ་གསུངས་རེད་ཟེར་ན། དྲི་བའི་རང་བཞིན་རྟག་ཏུ་སངས་རྒྱས་ཀྱང་མ་རྟོགས་དབང་གིས་མཐའ་མེད་འཁོར་བར་འཁྱམས་དེ་འདི་གསུངས་རུང་བ། ད་སངས་རྒྱས་ཀྱི་གཞི་ཡི་ཡོན་ཏན་དེ་དེ་ཉིད་དེ་ཨ་ནི་ཅིག། ད་སེམས་ཅན་སོ་སོ་སྐྱེ་བོས་ཀྱི་ད་གཞི་ཡི་གནས་སྐབས་སུ་ཡོད་པ་ཡིན་ན་ཡང་ཨ་ནི་དེ་ཉིད་དེ་ཡོད་པའམ། ཡོད་པ་དེ་ལ་ཡང་ཡོད་པར་ཧ་མ་གོ། ཡོད་པར་མ་ཤེས། ཡོད་པར་མ་རྟོགས་པའི་ཀྱི་རྐྱེན་གྱིས་ཨ་ནི་ཐ་མའི་འཁོར་བ་ལ་དུས་སུ་འཁྱམས་པ་རེད། དེ་འདྲའི་གསུངས་པ་ནང་བཞིན་ཨ་ནི་ད་ལྟའི་ཡི་ཆ་ལ་ཡིན་ན་ཡང། འདྲེན་པ་དེས་སོ་སོ་ལ་བརྟག་པར་ཞིག་ཡོད་པ་ཡིན་ན་ཡང། ཨ་ནི་ཡོད་པ་ལ་ཡོད་པར་ཧ་མ་གོ། ཡོད་པ་ལ་ཡོད་པར་མ་རྟོགས། ཡོད་པ་ལ་ཡོད་པར་མ་ཤེས་པའི་ཀྱི་རྐྱེན་གྱིས་ཨ་ནི་གོམས་ཆགས་ཀྱི་ཡོད་མ་རེད། དེ་འདྲའི་བསམ་གྱི་འདུག་ལ་ཐུགས་ཆེ་གནང། ལགས་སོ་ཐུགས་རྗེ་ཆེ། དེ་ནས། ཨོ་ལགས་སོ། ཨོ་ཁྱེད། མ་ཤེས་ལགས་སོ།
རིན་པོ་ཆེ་ལ་གུས་ཕྱག་སྔོན་དུ་བཏང་ནས། སྤྱིར་བཏང་ང་ཚོས་ནམ་རྒྱུན་སྒོམ་སྒོམ་ཟེར་གྱི་དེ་ད་ལྟ་རིན་པོ་ཆེ་ཚུར་ནས་དྲན་པ་དེ་ང་རང་གི་ད་ཚོར་བ་འདྲ་བོ་ཅིག་ཡིན་ན་རྒྱུན་འདྲ་བོ་ཅིག་ལ་བཞག་དགོས་མེད་ན་ཟེར་དྲན་གྱི་འདུག་ལ། གང་ཡིན་ཟེར་ན་ནམ་རྒྱུན་ང་ཚོ་ལ་ཧ་གོ་བ་འདི་ལྟར་ཡོད་རེ་ཡིན་ནའི་དེ་ཧ་གོ་བ་ཙམ་གྱིས་དྲན་པ་ཆགས་ཀྱི་ཡོད་མིན་ད་འདི་ལྟར་ང་ལ་དམིགས་བསལ་ཆོས་ཡ་མེད་དེ་ཡིན་ནའི་ང་ཚོ་སྒོམ་སྦྱངས་ཡོང་དུས་སྐབས་སུ་དཔེར་ན་ད་ལྟ་སྙིང་གཏམ་ཚིག་གཅིག་མ་ལ་སོང་བ་ནང་བཞིན་གྱི། བྱང་ཆུབ་སེམས་དཔའ་རྣམས་ཀྱིས་ཀྱང་སེམས་ཀྱི་རང་བཞིན་འོད་གསལ་བ་འདི་ལ་མཉམ་པར་ཞོག་དེའི་སྐབས་སུ་དུས་རྟག་ཏུ་ཧ་གོ་ནི་མ་ཞུགས་པ་མ་ཞུགས་པ་ཡིན་ནས་བྱང་ཆུབ་སེམས་དཔའ་རྣམས་ཀྱང་དེ་ནི་མ། འདི་འདྲ་བུ་ལ་དེ་ནི་རང་བཞིན་གྱི་འོད་གསལ་བ་དེ་མ་དོར་བས་ཀྱི་དེ་ཡི་ཡོངས་རེའི་གསུངས་པ་ནང་བཞིན་གྱི་ང་ཚོས་ཀྱི་འདི་འདྲ་བུ་དྲན་པ་དེ། སེམས་ཀྱི་རང་བཞིན་འོད་གསལ་བ་དེ་ལ་མཉམ་པར་བཞག་པ་ཡིན་ན་རྒྱུན་སྐྱོང་ནི། དུས་རྟག་ཏུ་དེ་འདྲའི་དགོངས་པ་ཅིག་རྒྱུན་གཅིག་ན་བཞག་གོ་མིན་ན་ཟེར་དྲན་གྱི་འདུག་ན་ཟེར་ཐུགས་རྗེ་ལགས།
ལགས་སོ། ཨ་ནི་གོ་སྐབས་གནང་བ་ལ་ཤིན་ཏུ་བཀའ་དྲིན་ཆེ་ཞུ་ཡས་དང། དེ་ནས་ང་རང་ད་ལྟ་འདི་ལ། ང་རང་གི་བསམ་པར་ད་ལྟ་འདི་ལ་རོགས་པ་མཉམ་དུ་དེ་འདྲའི་བགྲོ་གླེང་བྱས་སྐབས་སུ་ལ། ཨ་ནི་ད་ལྟ་འདི་གཙོ་བོ་འདི་ད་ལྟ་ཧ་གོ་བ་འདི། དམིགས་པ་འདི་རྩེ་གཅིག་ལ་གནས་དགོས་དགོས་ཀྱི་ཡོད་ས་རེད་བསམ་དྲན་སོ། གང་ཡིན་ཟེར་ན་ང་རང་ཚོ་ད་ལྟ་གཙོ་བོ་གོང་དམངས་ཆོས་ཀྱི་རྒྱུ་མཚན་འདི། དམིགས་པ་འདི་རྩེ་གཅིག་ལ་མ་གནས་ནས་ཨ་ནི་ཧ་དྲན་པ་འདི་ད་དཔེར་ན་ཟ་བའི་སྐབས་སུ་ཟ་བའི་དྲན་པ་ལ་སོགས་པ་དང་དེ་ག་ན་གཞན་གྱི་ཨ་ནི་བྲོ་བའི་སྐབས་སུ་ལ།

ཨོ་ཡ་ཡ། ཨ་ནི་དུས་རྒྱུན་ང་རང་ཚོ་ཨ་རི་ནམ་གཞག་ཏུ་ཨ་ནི་དྲན་པ་དེ་ཚང་ད་དྲན་པ་དེ་ཚང་མའི་བསམ་བློ་ག་རེ་བཏང་པ་དེ་ད་དྲན་པ་ཆགས་ཐུབ་ཡོད་ར། ཡིན་ན་ད་ལྟ་ཨ་ནི་སྐབས་དེ་དོན་གྱི་བྲིས་པ་ཟེར་དེ་ཨ་ནི་སོ་སོའི་བློ་ག་རེ་བལྟས་པ་ཡིན་ན་དེ་ལ་ཨ་ནི་ཐད་ཀར་ཨ་ནི་འདི་བྱེད་ཀྱི་ཡིན་འདི་སྒོམ་གྱི་ཡིན་བསམ་པ་ཡིན་ན་ཐད་ཀར་དེ་ལ་ཨ་ནི་བློ་དེ།

དོན་གནས་ལུགས་གང་ཡིན་པ་དེ་དཔེར་ན་གོམས་ཐུབ་པ་ཞིག་བྱུང་བ་ཡིན་ན་དེ་ག་རང་གི་དྲན་པ་ཡང་དག་པར་འཆར་བའི་ཕྱིར་སངས་རྒྱས་ཐུགས་རྗེ་རིན་པོ་ཆེ། ཨོ་ལ་སོ།
རིན་པོ་ཆེ་མཆོག་ལ་གུས་ཕྱག་སྔོན་དུ་བཏང་ནས། ད་ལྟ་སྒོམ་ལ་འགྲོ་མ་འགྲོ་ཟེར་ཡང་དེ་ལྟ་སྤྱིར་བཏང་གི་ང་རང་ཚོ་སྒོམ་སྐྱོང་ཚུལ་གྱི་སྒོ་ནས་མེད་འགྲོ་བསམ་བསམ་དེ་འདྲའི་འདུག་ལ།

དེ་ནས་ད་སྤྱིར་བཏང་ང་རང་ཚོ་ལ་ད་བདེ་ཞིང་སྙིང་པོ་ཟེར་ནས་ཡིན་འདྲ། སྲེད་བྱེད་ཀྱི་རང་བཞིན་རང་རིག་གི་རང་བཞིན་དྲན་པའི་རང་བཞིན་འདི་དང་པོ་ནས་ཡོད་པ་ཆེ། འདི་ཡོད་པ་ལ་ད་དེ་ང་རང་ཚོ་གི་ད་སྤྱོང་ཚུལ་ཡག་པོ་གཅིག་བྱུང་པ་ཡིན་ན་དེ་ནས་ད་ཅི་ད་སྒོམ་ཏག་ཏག་ཅིག་ཡོང་ས་མེད་འགྲོ་བསམ་སེམས་ཅི་རིགས་ཅི་རིགས་ཡོད་པ་ཐུགས་རྗེ་ཆེ། ད་ཐ་མ་དེ་ཡིན་འདྲ་ཐ་མ་དེ། ཐ་མ་དེ།

ད་དེའི་སྐབས་སུ་ཧ་གོ་བ་ཅིག་ལ་ནི་ཞྭ་གོ་ཡའི་ཨ་ནེ་རིན་པོ་ཆེ་གིས་གསུངས་འདུག་ཨ་ནེ་དེ་འདྲའི་ཡིན་དེ་སྐབས་སུ་ད་ཡིན་ན་ཡང་དེ་ཧ་གོ་བ་དེ་ཨ་ནེ་ད་དུས་རྟག་ཏུ་ང་རང་སོགས་ལ་ཡས་རེད་ཨ་ནེ་ཡིན་ན་ཡང་ད་གམ་ག་རེ་བྱས་ནས་ཆགས་ཀྱི་ཡས་མ་རེད་ལ་ནི་ཨ་ནེ་ད་རིན་པོ་ཆེ་གིས་དྲི་བ་དེ་གནང་རོགས་ལ་ཡིན་ད་ད་ད་ང་དང་ཨ་ནེ་ང་རང་གི་ཆོས་གྲོགས་མཉམ་དུ་ཨ་ནེ་བྲིས་ཀྱི་ནི་བགྲོ་གླེང་བྱེད་དུས་སྐབས་སུ་ནི་དྲན་པ་དེ་ཡོད་ན་ཡང་ཐོས་དྲགས་ད་ང་རང་ཚོ་སྒམ་ཆགས་ཀྱི་མི་འདུག་ག་རེ་བྱས་ནས་ཆགས་ཀྱི་མི་འདུག་ལབ་ན། ད་ལྟ་སྒམ་དེ་ནི་དེ་དྲན་པ་དེ་ཡིན་པ་ཡིན་ན་ནི་དགག་སྒྲུབ་མ་བྱས་པ་དང་ནི་བཟོ་བཅོས་མ་བྱས་པ་གས་ནི་དེ་འདྲའི་དྲན་པ་དེ་ཡིན་དགོས་ཀྱི་འདུག་ནི་ད་ལྟ་ནམ་རྒྱུན་ང་རང་ཚོ་རྒྱུད་ལ་ཡོད་བསྡད་པའི་ནི་དྲན་པ་དེ་ནི་དགག་སྒྲུབ་མ་བྱས་པ་དང་ནི་བཟོ་བཅོས་མ་བྱས་པ་གས་དྲན་པ་དེ་རེད་མི་འདུག་ནི་དེ་ལྟ་བུའི་ཧ་གོ་བའམ་དྲན་པ་དེ་ནི་དགག་སྒྲུབ་བྱས་པ་དང་ཡང་ན་ནི་བཟོ་བཅོས་བྱས་པའི་དྲན་པ་གཅིག་རེད་འདུག་བྱས་ཙང་ནི་སྒམ།

དེའི་སྐབས་སུ། རིན་པོ་ཆེན་ལགས་ནི་དེའི་དྲན་པ་དེ་ཡས་པ་ཡིན་ན་ད་ཁོང་ད་ཅེ་དང་དྲན་པ་དེ་རགས་པ་འདྲ་བོ་ཅིག་ལ་གོ་དགོས་ཡོད་ས་རེད་ཅེ་ཐུབ་ཕྲ་བ་དེ་དེ་ཡས་ས་རེད་ཡིན་ན་ཡང་རགས་པ་དེ་ཡས་ས་མ་རེད་གང་ཡིན་ཟེར་ན་ཁོ་རང་དེའི་སྐབས་སུ་དྲན་པ་དེ་དཔེར་ན་དྲན་མེད་འདྲ་བོ་ཅིག་རྒྱ་མཚོའི་སྐབས་སུ་ནི་དྲན་པ་དེ་ཡག་སུ་ཡོང་དུས་སྐབས་སུ་མི་དེ་གི་ལམ་སོང་ནི་ཁོ་རང་ལ་ག་རེ་ཆ་མེད་དེ་ཧ་གོ་ཐུབ་མི་འདུག་འོ་དེའི་སྐབས་སུ་ནི་དེའི་དྲན་པ་དེ་ཡས་རེད་མ་རེད་གང་འདྲས་རེད་དེའི་སྐབས་སུ་ནི་སྒམ་གི་སྐབས་སུ་དྲན་པ་དེ་གང་འདྲས་ཅིག་ལ་བཞག་དགོས་ཡས་རེད་ལན་ཞུ་ཡ་ཡིན་ལགས་སོ་དུས་ཆེན་ནང།
ཅེས་དྲི་བ་གནང་ཡང་དེ་ད་ལྟ་སེམས་མེད་ཀྱི་གནས་སྐབས་ལྔ་ལ་སོགས་པའི་སྐབས་སུ་དག་ཕྲ་བ་དེ། ཤེས་པ་མངོན་འགྱུར་བ་དེ་སྙོམས་འགུལ་ཡོད་མར་དེ་ད་ཤེས་པ་ཕྲ་བ་གི་རང་བཞིན་དུ་ཡོད་དེ་འདིར་རྒྱ་ཆེན་པོའི་སྒོ་ནས་ཞུས་པ་ཡིན་ན་ཀུན་གཞི། ཨ་འདི་ལ་རྒྱ་ཆེན་པོ་ནས་ཞུས་པ་ཡིན་ན་བདེ་བར་གཤེགས་པའི་སྙིང་པོ་དེ་ག་དུས་ཡིན་ན་ཡང་འཕོ་འགྱུར་འབྲི་སྒང་འདྲ་བའི་ངོ་བོ་གཅིག་ནས་བཞུགས་ཡོད་རེད་བ། སེམས་མེད་པའི་གནས་ལྔ་པོ་དེ་ཡང་བདེ་བར་གཤེགས་པའི་སྙིང་པོ་གི་རྩལ་དང་རོལ་པ་འདྲ་བ་ཕྱིར་བ།

གི་རང་སེམས་ཀྱི་རང་བཞིན་རེད་ལབ་ཡོད་ར། ཡིན་ནའང་ཤེས་པ་ཡོད་པ་ཙམ་གྱིས་ནི་ཤེས་པ་དེ་སྤྱི་བཏང་སེམས་ཀྱི་རང་བཞིན་ཡིན་ཡང་ཤེས་པ་ཡིན་ན་ཡང་དེ་སེམས་ཀྱི་རང་བཞིན་མི་ཁྱབ་པ་ཡོད་ས་མ་རེད་དྲན་གྱི་འདུག་ཨ་ནི་ཤེས་པ་དེ་ལ་ཨ་ནི་ཚད་མ་དང་ཚད་མིན་གྱི་བློ་གཉིས་ཀྱི་དབྱེ་བ་གཅིག་ཡིན་ར། དེའི་ནང་ནས་ཡང་ཚད་མ་དེ་ལ་ཨ་ནི།

ད་གཙོ་བོ་འདྲ་བོ་དེ། ཧ་གོ་བདེ་བ་དེ་ང་རང་ཚོ་ལ་ཡོད་རེད། ག་དུས་ནས་ཡོད་རེད། ཡིན་ན་ཡང། ཧ་གོ་བ་དེ་གའི་ཧ་གོ་བ་མོ་ཞིག་ཡོད་མ་རེད། ང་ལ་ཧ་གོ་བ་དེ་ཡོད་མེད་ཀྱི་ཁྱད་པར་མ་རེད། ང་ལ་ཡོད་རེད། ང་རང་ཚོ་ཆ་ཚང་ལ་ཡོད་རེད། ཡིན་ན་ཁྱད་པར་དེ་ག་རེད། ངོ་ཤེས་མ་ཤེས་ཀྱི་ཁྱད་པར་རེད། འདི་ཡིན་དུས་ང་རང་ཚོ་ལ་སེམས། ས་ཞིང་རིག་པ་དེ་ག་དུས་ན་ཡོད་རེད་དེ་དེ་ས་ཞིང་རིག་པ་ཡིན་པ་ལ་ཡིན་པར་ངོ་མ་ཤེས་པ། ཡིན་དུས་དེ་ནི་དེ་སེམས་འདྲེན་པ་ཉེ་བར་བཞག་པ་ཆགས་ཀྱི་ཡོད་མ་རེད། ད་ད་ལྟ་སྒོམ་གྱི་སྐབས་སུ་དེ་ངོ་ཤེས་ནས། ཁོ་རང་གི་རང་བཞིན་དུ་ངོ་ཤེས་ནས། ཨ་འདིའི་ངོ་ཤེས་པའི་ངང་འདི་རྒྱུན་བསྐྱང་དགོས་ཀྱི་ཡོད་རེད། དཔེར་ན་དཔེ་བཞག་པ་ཡིན་ན། དབུགས་ལ་དམིགས་པའི་ཞི་གནས་སྒོམ་པའི་སྐབས་སུ། དབུགས་འདི་ཡར་འཐེན་པའི་སྐབས་སུ་འཐེན་པར་ངོ་ཤེས་པ། དབུགས་མ་ཕྱི་ལ་བཏང་བའི་སྐབས་སུ་བཏང་བར་ངོ་ཤེས་པ། དེ་འདི་ལྟར་དྲན་པ་འདི་རྩལ་སྦྱང་གི་ཡོད་རེད་བ། དྲན་པ་དང་ཤེས་རབ་དང་ད་དེ་འདྲ་གི་ཆ་དུ་མ་ཅིག་དེ་ན་འདུས་ཡོད་རེད་བ། འོ་དེ་ལ་མུ་མཐུད་ནས་རྩལ་སྦྱངས་ནས་དེ་ནས་སྒོམ་འོང་དུས་དེ་ནས་ཡུལ་གྱི་གནས་ལུགས་དེ་བདེན་པ་དེ་གསལ་རུ་གསལ་རུ་མཐོང། དེ་དང་མཉམ་དུ་རང་གི་སེམས་དེ་ཡང་ལས་སུ་རུང་བ། ཨ་ནི་སེམས། བཏང་འགྲོ་བཞག་འདོད་ལ་རང་དབང་ཐོབ་པ། དེ་ཡང་ཡོངས་གྲུབ་ཡོད་རེད། ན་འདི་དང་མཉམ་དུ་ལུས་ཤིན་སྦྱངས་དང་སེམས་ཤིན་སྦྱངས་ལ་སོགས་པ་ཞི་གནས་ཀྱི་འབྲས་བུ་དེ་ཚོ་ཐོབ་འགྲོ་གི་ཡོད་རེད། ཨོ་དེ་འདྲ་ཡིན་དུས། དེ་ང་རང་ལ་ཡོད་མེད་ཀྱི་ཁྱད་པར་མ་རེད། ཡིན་ན་ང་རང་གི་ངོ་ཤེས་མ་ཤེས་ཀྱི་ཁྱད་པར་རེད། ད་དཔེ་ཞིག་ཞུས་པ་ཡིན་ན་ན་ནིང་འདི་དཔེ་ཞུས་ཡོད་པ་ཡོད། འདི་ག་རེད། ཨུ། ཆུ་ཚོད་རེད་བ། ཆུ་ཚོད་ཀྱི་ཡོན་ཏན་གཙོ་བོ་དེ་ག་རེད། དུས་ཚོད། དུས་ཚོད་སྟོན་ཐུབ་པ་རེད་བ། ད་ཁྱེད་རང་རྣམ་པ་ལ་འཛམ་བུ་གླིང་གི་ནང་གི་ཆུ་ཚོད་ཨང་དང་པོ་དེ་ག་རེ་ཟེགས་རེད་བ་དེང་སང། རོ་ལེག་སི། ཡིན་གྱི་རེད་ཧ་མོ་ད། དེ་ཡིན་དེ་གསེར་མདངས་རྡོ་རྗེ་ཕ་ལམ་ཁྲ་རྒྱབ་ནས་དེ་ནས་གསེར་ལྗང་མདུང་གི་རོ་ལེག་སི་དེ་འདྲ་ཅིག་ཡོད་པ་ཡིན་ན། ཨ་འདི་ཁྱེད་རང་ལག་པ་ལ་བཏགས་ནས་བསྡད་ཡོད་རེད། ད་དེ་ལ་དཀའ་ངལ་བྱུང་རེད་དཀའ་ངལ་ག་རེ་ཟེར་ན་ཁྱེད་རང་གི་དེ་ཆུ་ཚོད་ཡིན་པ་ངོ་ཤེས་ཀྱི་ཡོད་མ་རེད། ཁྱེད་རང་གི་སེམས་ནང་ལ་དེ་ཕ་ཚེ་ལག་དུབ་བྱིན་གྱི་རེད། ལག་པར་བཏགས་ཏེ། ལག་གདུབ་བྱིན་གྱིས་རས་བྲན་ནས་དེ་བདེ་བ་རེད། ཡིན་ན་ཡང། འཛམ་བུ་གླིང་གི་ནང་ལ་ཆུ་ཚོད་ཨང་དང་པོ་དེ་བཏགས་བསྡད་ཡོད་རེད། ད་ཁྱེད་རང་གི་རང་ལག་པ་ལ་ཡོད་པའི་ཆུ་ཚོད་དེ་ཆུ་ཚོད་ཡིན་པ་ངོ་མ་ཤེས་པ་ཡིན་ན། དེ་ཆུ་ཚོད་དེ་ཁྱེད་རང་ལ་དུས་ཚོད་སྟོན་ཐུག་རེ་ཐུག་མ་རེད། ངོ་མ་བཤད་ན། སྟོན་ཐུག་མ་རེད་བ། ཁྱོད་ཚོས་འཛམ་བུ་གླིང་གི་ཆུ་ཚོད་ཨང་དང་པོ་ཡིན་ན་ཡང་ང་རང་ལ་དུས་ཚོད་སྟོན་ཐུབ་ཀྱི་མ་རེད། དེ་ཡིན་དུས། ང་རང་ཚོ་གི་རྒྱུད་བླ་མ་ནང་ལ་ཡ། དེ་ནས། བདེ་བར་གཤེགས་པའི་སྙིང་པོ་ལ་དཔེ་དགུ་གསུངས་ཡོད་རེད་བ། རིན་པོ་ཆེ་གི་གཏེར། ས་འོག། དབུལ་པོ་ཁྱིམ་ན་ཡོད་པའི་རིན་པོ་ཆེ་གི་གཏེར་དེ་གཏེར་ཡིན་པར་ངོ་མ་ཤེས་པ་ཡིན་ན། དེ་ནས། ཁོ་མི་ཚེ་གཅིག་ལ་དབུལ་པོ་བྱས་ནས་བསྡད་ཡོད་རེད་བ། ང་ཚོ་ལོ་རྒྱུས་ཞིག་ཏུའང་ངོ་མ། རྒྱ་གར། མུམ་བཱི། Mumbai། ལ། དེ་ནི་མི་སྐྱོ་བོ་དེ་ཚོ་བསྡད་ས། དེ་འདྲ་གི་ས་གཅིག་ལ། མི་ཚང་གཅིག། དེ་ནི་མི་ཚེ་ཁོ་རང་སྐྱོ་བོ་བྱས་ནས་ཁང་པ། ཕྱེད་ཀ། ཞིག་དེ་གི་ནང་ལ་བསྡད། ཨ་ནི་སྤུ་གུ་དེ་ཚོ་སློབ་གྲྭ་ལ་བཏང་མ་ཐུབ། ཨ་ནི་ཇེ་མང་སྤུ་གུ་སློབ་གྲྭ་བཏང་ཡ་ཆེད་དུ་འདི་ས་དང་ས་དེ་བཙོང་ཞག་རེད། ཨ་མདོ་ས་དེ་བཙོང་ནས་དེ་འདེགས་པའི་ཤ་དེ་སྤུ་གུ་སློབ་གྲྭ་བཏང། དེ་འདྲ་བྱེད་དུས། ས་དེ་ཁང་པ་མང་པོ་བརྒྱབ་དེ་གན་དེ་ནས་བརྡོ་བ། འོ་དེ་འདྲི་གི། བཟོ་གྲྭ་གཅིག་གི། དེ་གན་དེ་འདྲི་གི་ཚོགས་པ་གཅིག་གི་དེ་ཉོས། ས་དེ། ད་ཁོང་ཚོ་ཁང་པ་མཐོ་ས་དགུ་བཅུ་བརྒྱ་བའི་གི་ཆ་གཞིའི་སྟེང་ནས་ས་དེ་བསྔོགས་པ་རེད། ས་དང་སྔོ་འོང་དུས་ས་འོག་ལ། སྔོ་མ་གི། ལོ། སྟོང་ཕྲག་གི་སྔོན་གྱི་རྒྱན་ཆ་དང། རིན་པོ་ཆེ། རྩེ་ལ་སྙིང་པོ་མང་པོ་ཅིག་རག་རེས་འདི་ཁང་པ་འདི་ཁོ་རང་གི་ས་འོག་ལ། ད་འདི་ཁང་པ་ཆེན་པོ་རྒྱ་བལ་གི་དཔེ་ཆ་ཆེ་ལོང་དེ་སྡང་གྲོགས་ཡོད་རེས། ཨ་རིག་གི་དངུལ། ས་ཡ་མང་པོ། གི་རྒྱུ། དེ་ས་བོ་ལ་རག་ཡོད་རེད། དེ་ཡིན་དུས་ད་ལྟ་ཀྱི་དབུལ་པོ་དེ། ལོ་མང་པོ་གཅིག་གི་ས་དེ་བདག་པོ་ཁོ་རང་བྱས་ནས་མི་ཟེར་གཅིག་ས་དེ་ཐོག་ལ་བསྡད་རེད། དངོས་གནས་ཕྱི་ལ་ཕྱུག་པོ་རེད་བ། ཁོ་པས་ཕྱུག་པོ་རེད། ཡིན་ན་ཡང་ད་དཀའ་ངལ་དེ་ག་རེ་སར་ཁོ་རང་ཕྱུག་པོ་ཡིན་པ་ཆུ་ཡི་ངོ་མ་ཤེས། དེ་མི་ཚེ་གང་ལ་སྐྱོ་བོ་ཞིག་བསྡད་ཁོ་ཐུག་བ་རེད། འོ་དེ་ནང་བཞིན་དུ། ང་རང་ཚོ་གི། ད་ལྷག་པར་དུ་སྔགས་ཀྱི་སྐབས་སུ་དེ་ནི་ལུས་དང་སེམས་ལ་ཡེ་ནས་ཡོད་པས་དེ་ནི་རང་བཞིན་ལྷན་སྐྱེས་ཀྱི་ཡོན་ཏན། སྐུ་དང་གསུང་དང་ཐུགས། དེ་ནི་གཅིག་སྤངས་བ་དང་བྲལ་བ་ལ་སོགས་པའི་རང་བཞིན་ལྷན་སྐྱེས་ཀྱི་ཡོན་ཏན་དེ་ཚོ་ཡོད་རེད་ཡོད་ན་ཡང་ངོ་མ་ཤེས་ནས་མ་རིག་པ། རང་གིས་རང་ངོ་མ་ཤེས། རང། དཔེར་ན་སེམས་ཅན་རྣམས་ནི་སངས་རྒྱས་ཉིད། འོན་ཀྱང་གློ་བུར་དྲི་མས་བསྒྲིབས། ད་སེམས་ཅན་ཐམས་ཅད་ལ་དོན་དམ་པ་ལ་སངས་རྒྱས་རེད་དེ། ཡིན་ན་ཡང། སངས་རྒྱས་ཡིན་པ་ལ་ཡིན་པར་ངོ་མ་ཤེས་ནས་དེ་མ་རིག་པ། མ་རིག་པ་དེ་ལ་བརྟེན་ནས་དེ་ལས་དང་ཉོན་མོངས་པ་མང་པོ་ཅིག་གིས་བསགས་འོང་དུས། ལས་དང་ཉོན་མོངས་པའི་སྒྲིབ་པ་དེ་གིས་བསྒྲིབས་སོང་བ་རེད། སོང་བར་བ། དེ་རེད། ཨོ། དེ་ནི་ཡིན་མ་ཡིན་དུས། ད་ད་ལྟར། སྒོམ། ཞི་གནས་ནས་བཟུང་སྟེ་སྒོམ་ཉམས་ལེན་ག་རེ་གནང་ན་ཡང། འདི་གཙོ་བོ་དེ་ང་རང་ཚོ་དེ་སེམས་འདྲེན་པ་ཉོ་བར་ཤོག་པ་དེ་གཙོ་བོ། བྱས་ནས་འདི་གི་རྩིས་ཟིན་མོ་གནང་ཡ་དེ་གལ་ཆེན་པོ་རེད་སེམས་འདྲེན་པ་ཉོ་བར་ཤོག་པ་ལ། དེ་ནས་ཀྱི་ཤེས་པ་ཟེར་མཁན་དེ་ཧ་གོ་བ་དེ་ངོ་ཤེས་ནས། འདི་གི་རྒྱུན་སྐྱོང་ཡའི་ཆེད་དུ་དབུགས་ལ་སེམས་གཏད་པའམ། ལུས། ཚོར། སེམས། ཆོས། ད་འདི་ཚོ་ལ་དམིགས་པ་གཏད་ནས། ཨ་ནི་ཧ་གོ་བ་འདི་ངོ་ཤེས་ནས་འདི་གི་རྒྱུན་སྐྱོང་ནས་མ་ཉམས་ལེན་གནང་བ་ཡིན་ན་ནི་འདྲེན་པ་ཉེ་བར་བཞག་པ་འདི་ཡོངས་འགྲུབ་འགྲོ་གི་ཡོད་རེད་ད་འདི་འདྲའི་ཅིག་ཉམས་ལེན་གནང་བ་ལ་ཡུལ་འདི་ག་འདྲའི་ཅིག་ཡིན་ན་འགྲིག་གི་ཡོད་རེད་ཡུལ་བཟང་པོ་ཡུལ་ངན་པ་ཡུལ་བར་མ་ཡུལ་ཡིད་འོང་བ་མི་འོང་བ་ག་རེ་ཅིག་ལ་དམིགས་ན་ཡང་འགྲིག་གི་ཡོད་རེད། དོན་དག་གཙོ་བོ་དེ་དྲན་པ་དེ་ལྷ་གོ་དེའི་ཤེས་པ་དེ་ངོ་ཤེས་ནས་འདི་གི་རྒྱུན་བསྐྱངས་བ་ཡིན་ན། དེ་ནི་གང་ལ་ཡང་དགག་སྒྲུབ་བྱེད་དགོས་ཡོད་མ་རེད། སྤང་བླང་བྱེད་དགོས་མ་རེད་དཔེ་མི་སྲིད་ལས་སླ་པོ་རེད། རྩོལ་བ་བྱེད་དགོས་ཡོད་མ་རེད། འབད་པ་བྱེད་དགོས་མ་རེད། གཅིག་བཀག་ནས། གཅིག་མེད་པ་ཞིག་བཟོ་དགོས་ན་དཀའ་ལས་ཡོད་རེད་བ། རང་ལ་མེད་པ་གཅིག་གསར་དུ་སྒྲུབ་དགོས་ན་དཀའ་ལས་ཡོད་རེད་བ། དེ་ནི་གང་ཡང་དགོས་མི་འདུག་བ། འདི་ཡིན་ཏེ་ཕྱོགས་གཅིག་ནས་དཔེ་མི་སྲིད་ཀྱི་ལས་སླ་བ་རེད། གོམས་སྲིད་དེ་དཔེ་ལས་སླ་བ་རེད། གནད་འགག་ཅིག་ཤེས་པ་ཡིན་ན་དཔེ་ལས་སླ་བ་རེད། གནད་འགག་ཅིག་མ་ཤེས་པ་ཡིན་ན་དེ་ནི་མི་མང་ཆེས་སྒོམ་རྒྱབ་ཟེར་དུས་དེ་ནི་རྣམ་རྟོག་འདྲ་མིན་དྲན་ཆོག་གི་མ་རེད། འདྲ་མིན་བསམ་ཆོག་གི་མ་རེད། མྱུར་གཅིག་ལ་ཨུ་ཚུགས་བརྒྱབ་ནས་བསྡད་དགོས་རེད། སྒོམ་རྒྱག་པ་ཡིན་ད། དེ་ནས་མིག་བཙུམ། གཟུགས་པོ་བསྡམ། ཨམ་ཅོག་ཙེ་ཀྲུང། ཙི། དེ་ནས་ང་རང་ཚོ་དཔེ་ཆ་ནང་ལ་སོང་བར་རོ། སྲིན་སྦུག་གིས། ཁོ་རང་ཁ་གི་ཆུ་དེ། ཁོ་རང། བསྡམས་ནས་སྲིན་སྦུག་ཁ་ཆུ་རང་གིས་རང་བཅིངས་པ་ནང་བཞིན་བྱས་ནས། ལུས་དང་སེམས་ཆ་ཚང་རང་གིས་རང་བསྡམས། ད་འདི་འདྲ་བྱས་ནས་སྒོམ་རྒྱབ་པ་ཡིན་ན་ག་འདྲ་ཆགས་ཀྱི་རེད་ཟེར་ན། འདི་ནི་སྒོམ་ལོག་ཟེར་མཁན་ཁེར་འགྲོ་གི་རེད་སྒོམ་ལོག། གོམས་ལ་མཁས་པ་ཡིན་ན། དེ་རྣམ་རྟོག་མང་རུ་འགྲོ། རྣམ་རྟོག་དེ་རྣམས་མང་རུ་འགྲོ་འོང་སྟེ་དེ་ལ་ཡང་སྐྱོན་དུ་བལྟ། དེ་ནས་དཀའ་ལས་ཁག་པོ་ཆགས་འགྲོ་ཡོད་རེད། ད་ད་ལྟ་ང་རང་ཚོ་གཙོ་བོ་དྲན་པ་དེ་སྒོམ་གྱི་དངོས་གཞི་བྱས་ནས་ཉམས་ལེན་གནང་འོང་དུས། དེ་གང་ཡང་དགག་སྒྲུབ་སྤང་བླང་གང་ཡང་བྱེད་དགོས་མི་འདུག་བ། འོ་དེ་འདྲ་ཡིན་དུས་དེ་ནས་རང་གིས་རང་སྡིག་ནས་གྲོལ་ནས་སྡིག་ནས་ཞི་བ་ལྷོད་པོ་དེ་ཡོང་འགྲོ་ཡོད་རེད། འོ་ལགས་སོ། དེ་ནས་ད། ཁྱེད་རྣམ་པ་ལ་ཡང་དྲི་བ་ཅིག་ཞུ་ཡ་ཡིན་ད། ན་རྒྱུག་ལྟས་སུ་ལན་རྣམ་མང་དུ་འགྲིག་མི་འདུག། ཨེ། ཡང་བསྐྱར་རྒྱུག་ཅིག་ལས་ཡ་ཡིན། ད་ལྟའི་རྒྱུག་དེ་ལས་སླ་པོ་རེད། རྒྱུག་དེ་གང་ཟེར་དགོས་རེད་རྒྱུག་མ་འཕྲོད་པ་ཡོང་ཡ་ཡོད་མ་རེད། དྲི་བ་གསུམ་ཡོད་རེད། དྲི་བ་གསུམ་པོ་དེ་ལན་ག་རེ་བརྒྱབ་ན་ཡང་རྒྱུགས་འཕྲོད་འགྲོ་བ་རེད། དེ་ཡིན་ན་ད་ཁྱེད་རྣམ་པ་ཡང་ད་ལན་ཅིག་རྒྱུགས་དུ་ཕེབས་པ་ཡིན་ན་རྒྱུགས་འཕྲོད་གི་མ་རེད་བསམ་ནས་ཐུགས་ཐུགས་ས་མ་ཐུགས་ཁྲལ་མ་གནང་རོགས་གནང། ཨ་ནི་དེ་མཁན་པོ་རྣམ་པ་དང་སྤྲུལ་སྐུ་རྣམ་པ་ལན་བརྒྱབ་མ་གནང་ན་འགྲིག་རེད། ཨ་འོ་ལགས་སོ། ད་དྲི་བ་དེ་ག་རེ་ཟེར་ན་དྲི་བ་དང་པོ་དེ། ད་ཁྱེད་རྣམ་པ་དྲན་པ་ཟེར་མཁན་དེ། ངོ་ཤེས་སོང། སང་མི་ག་ཚོད་ཡོད་ཆ་རྐྱང་ཤོད་དང། ཨོ་ཡ། ད་དྲི་བ་གཉིས་པ་སྟེ། དྲན་པ་ཟེར་གི་འདི་ད་རུང་ངོ་ཤེས་མ་སོང་གོ་ངས་ག་ཚོད་ཡོད་ཆ་རྐྱང་ཤོད་དང། དྲི་བ་གསུམ་པ་སྟེ། ག་འདྲའི་དགྲ་བོ་ཡིན་ན་གཅིག་སྤྱིར་ན་ཧ་གོ་ཡིན་ཟེར་གཅིག་སྤྱིར་ན་ཧ་གོ་མ་སོགས་དང་དེ། མགོ་རྙོག་པོ་གཅིག་འདུག། བསམ་ནས་མགོ་སྒུར་ནས་རོགས་དྲན་པ་ཟེར་གྱི་འདུག་ག་ཏན་ཏན་ད་རུང་ཐག་ཅིག་ཆོད་མ་སོང་མགོ་འགའ་ཚོས་ཡོད་ཆགས་ཀྱང་ཞུ། ཨོ་ཡང། ན་དྲི་བ་ཚར་སོང་དྲི་བ་གསུམ་རེད་བ། དེ་ནས་ད། ད་རྒྱུགས་འཕྲོད་སོང་འཕྲོད། རྒྱུགས་འཕྲོད་ཡོད་རེད་ཡོད་མ་རེད་ཞུ་བ་ཡིན་ན་རྒྱུགས་འཕྲོད་ཟེར། ཁྱེད་རྣམ་པ་ཆ་ཚང་དཔོན་མི་སྲིད་གི་ད་སྤྱང་པོ། ཨ་ནི། ཉམས་མྱོང་ཅན། མཁས་པ་ཤ་སྟག། དེ་ཡིན་ན་ད་རྒྱུགས་འཕྲོད་སོང།

ད་ཡ་ང་དྲན་པ་ངོ་ཤེས་སོ་བསམ་ན་ད་ཡིན་ད་ཡིན་རྒྱུགས་འཕྲོད་ཟེར་བ། ད་དྲན་པ་ངོ་ཤེས་མ་སོང་དགོངས་ན་ཡང་རྒྱུགས་འཕྲོད་བར་བ། དྲན་པ་ངོ་ཤེས་མ་སོང་བསམ་དུས་ག་འདི་བཞིན་རྒྱུགས་འཕྲོད་ཡོད་རེད་ཟེར་ནས་ཞུས་པ་ཡིན་ན། ཁྱེད་རང་དྲན་པ་དེ་ངོ་ཤེས་མ་སོང་སྙམ་པ་དེ་ཧ་གོ་གི་འདུག་མི་འདུག།

ང་ཧ་གོ་ཡིན་ནམ་མ་གོ་ཡིན་ནམ་ག་འདྲས་ཡིན་ནམ། དོགས་པ་དེ་ནས་བྱུང་བ་ཡིན་ན། དེ་དོགས་པ་ཡོང་བ་དེ་མཁྱེན་གི་འདུག་མི་འདུག། དོགས་པ་དེ་ཧ་གོ་སོང་ན། དྲན་པ་ད་ག་རང་རེད། ཡང་རྒྱུགས་འཕྲོད་ཚར་བ་རེད། དེ་ཡིན་ནའི་མདོར་བསྡུར་ན། དྲན་པ་ཁོ་རང་དྲན་པ་ཟེར་གི་འདི། ད། དྲན་པའམ་རིག་པ། ང་རང་ཚོ་མན་ངག་གི་ལུགས་ལ། ཤེས་པ། དོན་དག་གཅིག་པ་འདྲ་བོ་ཞིག་རེད། མང་ཆེ་དྲན་རིག་དྲན་རིག་ཡང་གསུང་གི་ཡོད་རེད་དེ་ནི་དོན་དག་བཤད་དེ་གི་ཧ་གོ་དེ་གི་རེད་ཁྱེད་རང་རྣམ་པའི་ཐུགས་ལ་གང་བསམ་པ་གང་དྲན་པ་དེ་བཤད་དེ་གན་ཧ་གོ་དེ་གི་དེའི་ངང་ནས་དྲན་གི་ཡོད་རེད་དེའི་ངང་ནས་ཚོར་གི་ཡོད་རེད་དེའི་ངང་ནས་མཐོང་གི་ཡོད་རེད་མ་གཏོགས་དེ་ལས་ཕ་མཐའ་ནས་ཕྱི་ལོག་ལ་འགྲོ་ས་ཡོད་མ་རེད། རེད་བ། ད་ལྟ་ང་རང་ཚོ་ཕྱག་ཆེན་སྨོན་ལམ་ནང་གསུངས་འདུག་སྣང་ཡང་སེམས་ལ་སྟོང་ཡང་སེམས་ཡིན་ཏེ། འཁྲུལ་ཡང་སེམས་ལ། གྲོལ་ཡང་རང་གི་སེམས། ཀ་རེད། སྐྱེས་ཀྱང་སེམས་ལ། འགག་ཀྱང་སེམས་ཡིན་པས། འགྲོ་ལྡོག་ཐམས་ཅད་སེམས་ལ་ཆོད་པར་ཤོག་གསུངས་འདུག། ད་བདག་བདག་གི་ང་རང་ཚོ་རྣམ་རྟོག་བཟང་པོ་དང་ངན་པ་བར་མ། ཉོན་མོངས་པ་འདོད་ཆགས་ཞི་དང་གཏི་མུག། དད་པ་མི་དགོས་སྙིང་རྗེ་ལ་སོགས་པ། བྱང་ཆུབ་དང་མཐུན་པའི་ལམ་ཆ་ཚང། ང་རང་སེམས་འདི་ནང་ལ་ཡོང་གི་ཡོད་རེད། སེམས་འདི་ནང་ལ་ཡ་ཤར། སེམས་མི་ནང་ལ་གནས། སེམས་མི་ནང་ལ་ཐིམ་འགྲོ་གི་ཡོད་རེད། དེས་མ་ཚད་པ་མིག་ཡོད་དུ་གཟུགས་རྣ་ཡོད་དུ་སྒྲ་དྲི་རོ་རེག་བྱ་ལ་སོགས་པ་འཁོར་འདས་ཀྱི་ཆོས་ཐམས་ཅད།

བསྟན་པའི་ཚད་དེ་བློ་ལ་ཤར་གོ་ལྟོ་བ། ཞལ་གྱི་ས་བརྙེས། ད་ཤེས་བྱ་ཟེར་ནས་གཞི་གྲུབ། དེ་ཚོ་གང་ག་ད་ཤེས་དཔེ་གི་ཡུལ་དུ་བྱར་རུང་བ་རེད་འདོག་མི་འདུག་སུ་ལྟ་འོང་ལ་ད་ཤེས་པ་དེ་ཧ་གོ་གི་དེང་འདིར་བ། ཁྱེད་རྣམ་པའི་ཐུགས་རྒྱལ་ཡིན་གང་ད་ལྟ་ཧ་གོ་འདོད་ཡིན་འདི་རེད། ད་འདིས་ཤེས་པ་ཧ་གོ་དེ་ཁོ་རང་གི་རང་བཞིན་དེ་ག་རེ་ཡོད་རེད་ཟེར་ན། གསལ་དེ་ངན་ཅིག་ཤེས་དེ་ངན་ཅིག་དཔེ་བཞག་པ་ཡིན་ན། བདག་གིས་གོང་དུ་ཞུས་པ་ནང་བཞིན་རྒྱ་མཚོ་ལ་བ་ཅོ་རེ་སོགས་རྒྱ་མཚོ་རྒྱ་མཚོ་དེ་ཆུ་རུ་བ། ད་རྒྱ་མཚོ་ཆུ་ཡི་ནང་ལ་རྣམ་རྟོག་དང་ཉོན་མོངས་པ་ལ་སོགས་པ་དང་རྦ་རླབས་འདྲ་བ་ཅི་རེ། ཡང་ཕྱོགས་དཔེ་གཞན་ཅིག་ཞུ་བ་ཡིན་ན་ནམ་མཁའ་འདྲ་བ་ཅི་རེ་ཟེར། དེ་ཡིན་དུས་ཧ་གོ་དེ་ཡིན་འདི་ནམ་མཁའ་འདྲ་བ་ཅི་རེ། ད་ནམ་མཁའ་ནང་ལ་རྣམ་རྟོག་དང་ཉོན་མོངས་པ་དང། དེ་གཟུང་འཛིན་གྱི་རྟོག་ཚོགས་འདི་ཚོ་སྤྲིན་པ་འདྲ་བ་ཅི་རེ། ད་ནངས་ཁོ་ན་ལ་སྐབས་འགའ་ལ་སྤྲིན་པ་སྙིང་རྗེ་བོ། དཀར་པོ། སེར་པོ། དམར་པོ། མཇའ་ཤར་མཁན། དེ་འདྲ་ཡོང་རུ་བ། སྐབས་འགའ་ལ་ནམ་མཁའ་ནང་ལ་ཡ་སྤྲིན་པ། པད་མི་སྲིད་ཀྱི། དུ་བ་དང་ཐ་ལག་དང་འདྲེས་དེ་ངེས། དེ་ནས་ཅིག་གློག་དང་ཐོག། འབྲུག་སྒྲ། རླུང་དང། ཨ་ནི་ཆར་བ་གི་བུ་ལུག་འཚུབ། འོ་དེ་འདྲ་ཅིག་ཡོང་གི་རེད། ད་དེ་འདྲ་ག་རེ་བྱུང་ན་ཡང་ནམ་མཁའ་ཁོ་རང་ལ། འགྱུར་བ་དང་ཐུགས་ཁུར་བས། ཐུགས་དམར་བ། རླུང་འཚུབ་ཐོག་འབྲུག་སྒྲ་ཤར་བ་འདི་གས་ནམ་མཁའ་སྡུག་རུབ་བཏང་ཡས་དང། ཉི་མ་ཤར་ནས་སྤྲིན་པ་མེད་ནས། སྔོ་ཏིང་ཏིང་ཡོད་བ་དེ་ནམ་མཁའ་ཡག་རུ་འགྲོ་ཡས་གང་ཡང་ཡོད་མ་རེད། དེ་ཆ་ཚང་ནམ་མཁའི་ཀློང་ནས། ཆགས་སྡང། སྒྲིབ་འབར་ལ་སོགས་པ་དེ་ཚོ་ཆ་ཚང་ཡང་ནམ་མཁའི་ཀློང་ན་ཡོད་པ་རེད། སྤྲིན། ཁུག་ན་ན་བུན། དེ་ཚོ་འབྱུང་ཡང་ནམ་མཁའི་ཀློང་ལ་ཅིག་ཐིམ་ཡང་ནམ་མཁའི་ཀློང་ལ་ཐིམ་ཟེར། མི་ལེགས་པར་སོང་བ་རང། ཐམས་ཅད་ནམ་མཁའ་གི་ཆུ་འཕྲུལ་རེད། དེ་ནང་བཞིན་དུ་ད། ང་རང་གི་སེམས་ཤེས་དེ་ངས་ཧ་གོ་དེ་ངས་འདི་ཡི་ནང་ལ་རྟོག་ཚོགས་ག་རེ་ཤར་ན་འདི་ང་ལ་བཤགས་ཀྱི་ཡོད་རེད་འདི་ང་ལ་གནས་ཀྱི་ཡོད་རེད་འདི་ང་ལ་ཐིམ་འགྲོ་གི་ཡོད་རེད། དེ་ཡིན་ན་ད་དོན་དག་གཙོ་བོ་དེ། ཧ་གོ་དེ་ངས་འདི་ང་རང་སོ་ངོ་ཤེས། སྒོམ་ཟེར་མཁན་དེ་ག་རེད་ཟེར་ན། སྒོམ་འཁྲུལ་ཐེབས་ནས། སྒོམ་པ་མ་ཡིན་གོམས་པ་ཡིན་ཟེར། གོམས་ཟེར་མཁན་དེ་རང་གིས་རང། རང་གི་སེམས་ལ་ཡང། རང་གི་སེམས་ཀྱི་ཡོན་ཏན་དང། ངོ་བོ་དང། གནས་ལུགས་ཟུང་ངོ་ཤེས་འདི་ལ་འདྲིས་ནས་འདི་འདྲ་བྱས་འདི་ལ་སྒོམ་གསུང་གི་ཡོད་རེད། འོ་ལགས་སོ། ད་འདི་འདྲ་ཡིན་པ་ཡིན་དུས། སྒོམ་གྱི་ངོ་བོ་དང་འདྲ་བ་འདི་དྲན་པ་རེད། ཨ་དྲན་པ་ཟེར་གིན་འདི་ཡག་པོ་ཅིག་ངོ་མཁྱེན་སོང་ནས་ཨ་འདིའི་ངང་ལ་ཡང་རྒྱུན་སྐྱོང་ནས་མ་བཅོས་པ་ཞིག་ནས་བཞག་སོང་བ་ཡིན་ན། དེ་ནི་དྲན་པ་ཉེ་བར་བཞག་པ་ཟེར་གིན་འདི་འགྲུབ་འགྲོ་གི་ཡོད་རེད། འོ་དེ་འདྲ་བྱས་ནས་ཞུས་བ་ཡིན། དེ་ནས་ད་ང་རང་ཚོ་དེ་རིང་ད་ད་ལྟ་འདིའི་དྲན་པ་དེ་ལ་གཙོ་བོ་རྩལ་དུ་བཏོན་དགོས་པའི་རྒྱུ་མཚན་ག་རེ་ཟེར་ན། སྤྱིར་ད་ངས་དྲན་པ་ཉེ་བར་བཞག་པ་བཞིའི་ནང་ནས།

ཨ་ནི་འདི་ཡི་གི་རྒྱུན། མ་ཡེངས་པ་བསྐྱངས་ནས་གནང་ཡས་དེ་གལ་ཆེན་པོ་རེད། ད་དྲན་པ་དེ། ཨ་ནི་ཡུལ་གྱི་གནས་ལུགས་འདི་བདེན་པ་དེ་ལ་རིམ་པ་རིམ་པར་བྱས་ནས་གཟིགས། ལྟ་འོང་དུས་དེ་ལྷག་མཐོང་རེད་འགྲོ་བ་རེད་ད་ཟླ་རྒྱུད་གོང་དུ་ཞོ་གས་དབུགས་ལ་གཟིགས་ནས་དབུགས་ཀྱི་གནས་ལུགས་མི་རྟག་པ་དེ་གཟིགས་པར་བ། དེ་ལྟ་བར་བ།

དེ་ནས་མགྲིན་པ་ནས་གློ་བ་ནས་ཅི་འདར་ལུས་ཕྱག་ཡོངས་སུ་རྫོགས་པ་ལ་འགྲོ་གི་ཡོད་རེད་བ། དེ་མ་བཏང་དུས་རླུང་གི་སྙིང་མ་སྙིང་མ་རླུང་རོ་དེ། དེ་ནས་སྐད་ཅིག་རླུང་རོ་ལ་འགྱུར་ཚར་བ་རེད། རླུང་རོ་ལ་འགྱུར་ཚར་བ་དེ་ཡང་མགྲིན་པ་ནས་སྣ་གི་ལམ་ནས་ཕྱིན་ནས་མ་ཕྱི་ལོག་ལ་མ་དོན་འགྲོ་གི་ཡོད་རེད། ད་དེ་སྐད་ཅིག་སྐད་ཅིག་གིས་རྒྱུ་དྲུག་གོ་བ། ད་དེ་འགྱུར་བ་དེ་ཧ་གོ་བ། ཅེས་ནས་འགྱུར་བ་དེ་བཟོ་དགོས་མ་རེད། འགྱུར་བ་དེ་དམིགས་བསལ་དུ་དམིགས་པ་སྒོམ་དགོས་མ་རེད། ཁོ་རང་འགྱུར་བསྡད་ཀྱི་བ་རེད། འགྱུར་བསྡད་པ་དེ་ལ་གཟིགས་བྱ་ཡ་རེད། དེ་འདྲའི་གཟིགས་བྱ་བ་ཡིན་ན་དེ་ལྷག་མཐོང་གི་གཞི་བཙུགས་འགྲོ་གི་ཡོད་རེད། ད་ལྟ་འདི་ཡི་སྐབས་སུ་ལྷག་མཐོང་འདི། ད་ལྟ་ཐེག་དམན་དང་ཐུན་མོང་ཐུན་མོང་བའི་ལྷག་མཐོང་འདི་མི་རྟག་པ། ད་ལྟ་འདི་ཡི་སྐབས་སུ་མི་རྟག་པ་གོམས་པའི་བདེར་བ་ཡུལ་གྱི་གནས་ལུགས་འདི་མི་རྟག་པ། འོ་ལགས་སོ་ད་ང་ཚོ་དབུགས་ལ་སྨིན་པའི་ཞི་གནས་ཅིག་སྔོན་ལ་ཅིག་བསྒོམ་དགའ། མི་རྟག་པའི་སྐོར་དེ་ཅིག་སྔོན་ལ་ཞུ་དགའ། གདམས་ཀ་གཉིས། ག་འདྲི་དྲག་ས་རེད། སྔོན་ལ་དབུགས་ལ་དམིགས་པའི་ཞི་གནས་ཏེ། དབུགས་ལ་དམིགས་ནས་མི་རྟག་པ་ཞི་གནས་ཏེ་བསྒོམས་ན་ཡག་པོ་འདུག་གང་ལ་ཆགས་ཀྱང་འོ་ལ་སོ། ཡང་ན་མི་རྟག་པ་གི་དོན་ཏེ་སྔོན་ལ་ཞུས་ན་ཡག་པོ་འདུག་གང་ལ་ཆགས་ཀྱང་དལ་བོ་འགྲོ་རྒྱུ་རེད་ཟེར། སུ་མང་ཡིན་ཧ་གོ་ས་མ་རེད། ཡང་བསྐྱར་ཡིན་ད། དབུགས་ལ་དམིགས་པའི་ཞི་གནས་བསྒོམ་པ་ཡིན་ཏེ་སྔོན་ལ་ཞུས་ན་ཆགས་ཀྱང་འོ་ན། ཨོ། མི་དག་པའི་དོན་དེ་སྔོན་ལ་ཞུས་ན་ཡག་པོ་འདུག་འོ་ན་ཕྱག་བརྐྱང་རོགས་གནང། མི་དག་པའི་དོན་སྔོན་ལ་ཞུས་ཏེ་མ་ཡིན་ས་རེད། འོ་ད་མི་དག་པ་སྲིད་དུ་ད་རྒྱུ་དྲུག་བ་སྐད་ཅིག་གིས་གཅིག་གིས་ད་དཔེ། དཔེ་འདྲ་བ་བཞག་པ་ཡིན་ན་ད་ང་རང་ཚོ་ཉི་མ་རྟག་པར་བཞིན་དུ་རྒས་འགྲོ་གི་ཡོད་ཨེ་རེད། ན་ནིང་ནས་ད་ལོ་བར་དུ་ང་ཚོ་རྒས་སོང་ཨ། ང་ཡི་ལོ་རྟག་པར་རྒས་འགྲོ་གི་ཡོད་རེད་ཁྱེད་རྣམ་པའི་ལོ་རྟག་པར་རྒས་འགྲོ་གི་ཡོད་རེད། ང་རང་ཚོ་བོད་རིགས་ནང་ལ་རྒས་འགྲོ་གི་རེད་ཟེར་ཞུས་ན་བདེ་སེ་དྲག་གི་རེད་བ། ཡང། རྒྱལ་ཁབ་ག་ཤེད་ལ་ད་ཁྱེད་རང་རྒས་འགྲོ་གི་རེད་ཟེར་ནས་ཞུས་ན། ཐུགས་ཁྱེད་རང་སྙེག་གི་མ་རེད། ཨ། ད་འདི་ཁྱད་པར་ཆེ་རག་མི་འདུག། དང། གང་དང་རུང་བ། དང་གནས་ལུགས་བདེན་པ་དེ་ང་རང་ཚོ་གས་དྲུག་ཡོད་རེད་ཉི་མ་རྟག་པར། དེ་ཡང། ན་ནིང་ནས་ད་ལོ་བར་དུ་གས་དྲུག་གཅིག་པ་མ་རེད། དེ་རིང་དང་སང་ཉིན་ཡང་གས་དྲུག་ཡོད་རེད། ཁ་སང་དེ་རིང་ཡང་ལན། གས་དྲུག་ཡོད་རེད། དང་རང་ཞོ་གས་ནས་ད་ལྟ་བར་དུ་གས་དྲུག་ཡོད་རེད། ཤི་ཡས་ལ་ཐག་ཉེ་རུ་ཉེ་རུ་དྲུག་ཡོད་རེད། Second། སྐར་ཆ་གཅིག་བསྡད་ཀྱི་ཡོད་མ་རེད། ད་དེ་ང་རང་རྒས་འགྲོ་བ་གཅིག་པོ་མ་རེད། ས་ཆ་འདི། རྡོ་རྗེ་གདན། འཛམ་བུ་གླིང། རབ་འབྱམས་ཀྱི་འཇིག་རྟེན་ཆ་ཚང་ཡང་རྒས་འགྲོ་གི་ཡོད་རེད། རྒྱུ་དྲུག་ཡོད་རེད། སྙིང་རུས་སྙིང་རུས་ཆགས་འགྲོ་གི་ཡོད་རེད། དེ་ནི་སྐལ་པ། ཆགས་པ། གནས་པ། འཇིག་པ། ཐ་མ་སྟོང་བ། ད་དུ་སོ་ཡང། སྐད་ཅིག་སྐད་ཅིག་གིས་རྒྱུ་དྲུག་འདུ་བ། ད་ལྟ་རང་ཡང། རབ་འབྱམས་ཀྱི་འཇིག་རྟེན་ཐམས་ཅད་རྒྱུ་ནི་བརྒྱད་དྲུག་ཡོད་རེད། དེ་མི་རྟག་པ་རེད། དུས་ཟེར་མཁན་དེ་ལ། ད་ལྟ་གི་གནས་སྐབས་འདི་ལ། སྐར་ཆ་གཅིག་ཡང་བསྡད་ཐུག་གི་ཡོད་མ་རེད། དུས་ཟེར་མཁན་དེ། ཆོས་ཀྱི་རྒྱུ་སྣང་བཞིན། རྒྱུ་དྲུག་ཡོད་རེད། ད། དཔེ་བཞག་པ་ཡིན་ན་ན་ནིང་ད་ལོ་ལོ་རྗེས་མ་ད་ལོ་གསུམ་ལ་དཔེ་བཞག་པ་ཡིན་ན། ད་ན་ནིང་འདས་པ་རེད། འདས་པ་ཟེར་དུས་དགག་ཚར་བ་རེད། བྱུང་ཚར་བ་རེད་ད་ལྟ་ཡོད་མ་རེད། ད་ལོ་རྗེས་མ་དེ་མ་འོངས་པར་མ་འོངས་པ་དེ་མ་སྐྱེས་བར། དཔེར་ན་མེ་ཏོག་འདི། རྩ་ནས་མེ་ཏོག་དེ་སྐྱེས་མེད་པ་ཡིན་ན་མེ་ཏོག་མར་བ། དེ་ནི་མ་འོངས་པ་དེ་སྐྱེས་ཡོད་མ་རེད། འདས་པ་དེ་མེ་ཏོག་དེ་རྙིང་པ་ཆགས་ནས་རྒས་ནས་གོག་ནས་ཐལ་ལ་འགྱུར། དེ་ནི་རླངས་པ་ནང་ལ་ཡར་འགྲོ། སྐྱེས་ཡོད་མ་རེད། འདས་ཚར། དེ་ཡང་མེ་ཏོག་མར་བ། ད་མེ་ཏོག་དེ་ག་བ་ལ་ཡོད་རེད་ཟེར་ན་ད་ལྟ་ལ་ཡོད་རེད། ད་ལྟ། འདས་མ་འོངས་དུས་གསུམ་མི་ན་ལ་ད་ལྟ་བ། ད། ན་ནིང་དེ་མེ་ཏོག་འཇིག་ཚར་བ་ནང་བཞིན་ཡོད་མ་རེད། ལོ་རྗེས་མ་དེ་སྐྱེས་ཡོད་མ་རེད་ད་ལྟ་ཡོད་མ་རེད། ད་ད་ལྟ་ག་རེ་ཡོད་རེད། ལོ་གསུམ་གི་ནང་ལ།

ད་ག་རེ་ལབ་ན་འགྲིག་གི་རེད་མ་གཞི་ད། ད་དངོས་གནས་བདེན་པ་ཅིག་བཏགས་ཤིང་སྤྱད་ཡོང་ན་ད་ལོ་ཡོད་མ་རེད། ག་རེ་ཟེར་ན། ད་ལོ་ལོ་གཅིག་འགྲུབ་པར་བྱས་པ་ལ་ཟླ་བ་ག་ཚོད་འགོར་རེད། ཟླ་བ། ཟླ་བ་ཉུང་མཐའ་བཅུ་གཉིས་འགོར་ར་བ། སྐབས་འགོར་ལ་ཟླ་བ་བཅུ་གསུམ་ཡོད་ར་བ་རང་ཚོ་བོད་ཀྱི་བོད་ཀྱི་བརྡ་ཐོ་ནང་ལ། ཡིན་ན་ཉུང་མཐའ་ཟླ་བ་བཅུ་གཉིས་འགོག་ཡར་ལོ་གཅིག། ལོ་གཅིག་ཡིན་པར་བྱས་པ་ལ། ཟླ་བ་བཅུ་གཉིས་ཀྱི་མེད་ན། ལོ་གཅིག་ཆགས་ཀྱི་ཡོད་མ་རེད། དེ་ནི་ད་ལྟ། ཟླ་བ་བཅུ་གཉིས་ཡོད་རེད། ཡོད་མ་རེད། དེ་ནི་ད་ལྟ་ད་ལོ་ཟེར་མཁན་དེ་གྲུབ་ཡོད་མ་རེད། དངོས་གནས་བྱས་ན། ཡིན་ན་ཡང་ང་རང་ཚོ་གི་བློ་གི་ནང་ལ། མ་བརྟག་མ་དཔྱད་ནས། གློག་གི་ནང་ལ་ཡང་ད་ལོ་ཟེར་མཁན་གྱི་བཟོས་བཞག་ཡོད་རེད། རེད་དོ། དེ་ནི་དངོས་གནས་བྱས་ན་ད་ལྟ་ཟླ་བ་ག་ཚོད་རེད། དེ་རིང་ཟླ་བ། ཟླ་བ་གཉིས་པ་རེད།

སྤྱི་ཟླ་དང་པོ་སྟག་རའི་ཉི་ཤུ་བརྒྱད་རེད་བ། ཨོ། ད་སྤྱི་ཟླ་དང་པོ་རེད་ད། སྤྱི་ཟླ་དང་པོ། ད་སྤྱི་ཟླ་བཅུ་གཅིག་དེ་ཡོད་མ་རེད། ཡིན་ན་ཡང་རང་སེམས་ནང་ལ་བློ་ཡི་ནང་ལ་བཟུང་དེ་ཡོད་རེད། བདག་བློ། གཅིག་པུ་རྡོག་རྡོག། རིལ་རིལ་ཅིག་གློག་གི་ནང་ལ་པད་ཤ་བ་ཡིན། དཔེར་ན་ནམ་མཁའ་ལ་ཡང། བྱིའུ་འདུ་བ་བྱིའུ། བྱིའུ་གི་ཁྱུ་གཅིག་མཉམ་དུ་བསྒྲིགས་ནས། གནམ་གྲུ་འདྲ་བོ་བྱས་ནས་ཨེ་འདྲས་འཕུར་ནས་འགྲོ་གི་འདུག་ན། ཡར་ལྟ་དུས། ཨོ་གནམ་གྲུ་གཅིག་འགྲོ་གི་འདུག་བསམ་བསམ་འདྲ་བོ་བྱོས་རོགས་པ། ཡེ་ནས་འདི་གནམ་གྲུ་རེད་པས། གནམ་གྲུ་མ་རེད་པ། བྱིའུ་རེད་བྱིའུ། འོ་འདི་ནང་བཞིན་དུ་སེམས་ནང་ལ་ཡ། འདས་དཔག་གི་ཟླ་བ་འགའ་ཞིག། མ་འོངས་པའི་ཟླ་བ་འགའ་ཞིག་དེ་ད་ལྟ་སེམས་ནང་ལ་རྡོག་རྡོག་ཅན་སུ་བཟོས་ནས་འོ་ད་ལོ་ཟེར་མཁན་དེ་བློས་བཏགས་བཞག་གི་ཡོད་རེད། དོན་ཡུལ་གྱི་དངོས་གནས་ལ་ཟླ་བ་བཅུ་གཉིས་ཡོད་མཁན་ཡོད་མ་རེད་དེ་འདི་ལོ་ཟེར་མཁན་དེ་བློས་རྟོགས་བློ་གི་རྟགས་ཙམ་ཞིག་མ་གཏོགས་གྲུབ་ཀྱི་ཡོད་མ་རེད།

དག་དང་པོ་ཡོད་མ་རེད། མང་ཆེ་དག་དང་པོ་ཡོད་མ་རེད་གསུངས། ད་ལྟ་རང་ད་ལྟ་དག་དང་པོ་རེད་གསུངས་སོང། དག་དང་པོ་ཉི་ཤུ་དགུ་རེད་བརྒྱད་རེད། ཨོ། ད་དངོས་གནས་བྱས་ན། དག་དང་པོ་ཡོད་མ་རེད། ཅི་འདྲ་དང་པོ། འདི་ཡང་བློས་ཀྱི། བློས་ཀྱི་བརྟགས་ནས་བློས་ཀྱི་བཞག་ཞེས་པ་རེད་མ་གཏོགས། ཡུལ་གྱི་ངོ་མ་ཡུལ་གྱི་གནས་ལུགས་ལ། ད་ལྟ་དག་དང་པོ་ཟེར་གྱིན་དུ་གྲུབ་ཡོད་མ་རེད་ག་རེ་ཟེར་ན། སྤྱིན་བདག་དང་པོ་ཡོང་བར་བྱེད་པ་ལ་སྤྱི་ཚེས་ག་ཚོད་བསྒུགས་ཡོད། སུམ་ཅུ་རེ་ཉིས་རྩ་བརྒྱད། ཨ། སུམ་ཅུ་སྒོར་བ་སུམ་ཅུ་བསྒུགས་ཡོད་རེད། ད་ད་ལྟ་ཉི་ཤུ། དེ་རིང་ཉི་ཤུ་རྩ་བརྒྱད་རེད་བ།

ད་གཅིག་མ་གཉིས་མ་དང་ཆ་རྐྱེན་ཀྱང་བྱུང་མ་སོང། ཨོ། ཁོ་རྣམ་པ་རྩེད་མོ་བྱེད་ན་ཆ་ཆ་རྐྱང་གནང་རོགས། ད་འདི་ཡང་བློའི་རྟོག་པ་རྟགས་ཙམ་གྱིས་རྟོག་པའི་རྟགས་ཙམ་ཉུང་ངུ་ལ། དེ་རིང་བརྩེ་བ་ཉི་ཤུ་རྩ་བདུན་མ་རེད་རྩ་བརྒྱད་དེ་ཡོད་རེད་མ་གཏོགས་རྟགས་ཤིག་དཔྱད་ན་འདི་ཡང་ཡོད་མ་རེད་བ། ག་རེ་ཟེར་ན། སྤྱི་སེར་ཉི་ཤུ་རྩ་གཅིག་ཡིན་པ་ལ། ཆུ་ཚོད་ཉུལ་རྩ་བཞི་གོ་གི་ཡོད་རེད། ཆུ་ཚོད་ཉུལ་རྩ་བཞི་མེད་པ་གཅིག་གི་ཉི་མ་གཅིག་ག་ནས་ཆགས་ཆགས་ཀྱི་མ་རེད་བ། ད་ལྟ་ཆུ་ཚོད་ཉིས་རྩ་བཞི་ཡོད་རེད་ཟེར་ན་ཡོད་མ་རེད། ད་ལྟ་ཆུ་ཚོད་གཉིས་པ། ད་ལྟ་ཆུ་ཚོད་ག་ཚོད་རེད་དོ། ད་ལྟ་ཆུ་ཚོད་གཉིས་པ་རེད་དམ་མ་རེད། ད་ལྟ་ཆུ་ཚོད་གཉིས་པ་ཡིན་ན་ཕྱག་བརྐྱངས་ཤོག། ད་ལྟ་ཆུ་ཚོད་གཉིས་པ་ཡིན་ཟེར་ནས་ཕྱག་བརྐྱངས་ཕོད་མཁན་ཞིག་རག་མི་འདུག་ད། ཨོ་ཡ། ད་དངོས་གནས་བྱས་ན་ཆུ་ཚོད་གཉིས་པ་ཡང་གྲུབ་ཡོད་མ་རེད། ལོ་རྟོགས་པོ་ང་ལ་གྲུབ་གི་མ་རོག་གྲུབ་པ་རེད་མ་གཏོགས་དོན་ངོ་མ་ལ་ཆུ་ཚོད་གཉིས་པ་འདི་ཡོང་བར་བྱས་པ་ལ།

ཡོད་རེད་དགོངས་ན་ཕྱག་བརྐྱང་ཞུ། ཨོ། ད་བདེན་པ་ཤེས་ན་ད་ལྟ་སྐར་མ་བཞི་བཞི་བརྒྱད་བརྒྱད་ཡོད་མ་རེད། སྐར་མ་བཞི་བཞི་བརྒྱད་ཡིན་པ་ལ་སྐར་ཆ་དྲུག་ཅུ་ཐམ་པ་ཚང་འགོག་ཡོད་རེད། སྐར་ཆ་དྲུག་ཅུ་ད་ལྟ་བ་ལ་གནས་མ་སྲིད་པ་རེད། ད་ལྟ་བ་དེ་རྒྱུ་དྲུག་རེད་བ། སྐད་ཅིག་སྐད་ཅིག་སྐད་ཅིག་གི་རྒྱུ་དྲུག་རེད་བ། དེ་ཡིན་དུས་ད་ལྟ་སྐར་ཆ། བཞི་བཅུ་ཐམ་པ། ད་དཀར་ཆ་བཞི་བཅུ་ཐམ་པ་དེ་བཟུང་ཞོག། དཔེ་ལ་དཀར་བཤད་ན་འགྲིག་གི་རོ། ད་འདི་ད་ལྟ་ཡོད་ཡ་དེ་དཀར་ཆ་བཞི་བཅུ་ཐམ་པ། དེ་མ་གཏོགས་པ་ད་ལྟ་བ་དེ་དངོས་གནས་དྲང་གནས་ཡུལ་གྱི་ངོས་ནས་གྲུབ་ཀྱི་ཡོད་མ་རེད། དེའི་ཡང་རྒྱུ་འགྲོ་དགོས་རེད། དཀར་ཆ་བཞི་བཅུ་ཞེ་གཅིག་པོ་དེ་ཡང།

འདི་ལ་མྱུར་རྩ་བཞི་འདུག། ད་ལྡེ་མ་དྲུག་ཅུ་རེ་བཞི་ཡོང་ཅིག་དེ་ན་བཞག། དེའི་སྟེང་ལ་ཁབ་རིང་པོ་ཅིག་བཟུང། ཐོ་བ་ཅིག་ཁྱེར། ཐག། ཟེར་ནས་ཐོ་བ་དེ་ཁབ་རིང་པོ་དེ་ལ་ཅིག་བརྒྱབ་པ་ཡིན་ན། སྐར་ཆ་གཅིག་གི་ནང་ལ། ལྡེ་མ་དྲུག་ཅུ་རེ་བཞི་དེ་ཕུག་འགྲོ་གི་ཡོད་རེད། རེད་པ། ད་དེ་ལྡེ་མ་དྲུག་ཅུ་རེ་བཞི་པོ་ཕུག་ཡས་ལ། དུས་ཚོད་དགོས་རེད་དགོས་མ་རེད་ཟེར་ནས་དུས་ཚོད་དགོས་ཀྱི་ཡོད་རེད། ལྡེ་མ་དྲུག་ཅུ་རེ་བཞི་དེ་དུས་ཚོད་གཅིག་ལ་ཕུག་ཐུབ་ཀྱི་ཡོད་མ་རེད། ཁབ་དེ་གས། དང་པོ་འདན་མ་དང་པོ་དེ་ཕུག། དེ་ནས་དེའི་རྗེས་ལ་འདན་མ་གཉིས་པ་དེ་ཕུག་འགྲོ་གི་ཡོད་རེད། འདན་མ་གཉིས་པ་ལ་སླེབས་པའི་སྐབས་སུ་འདན་མ་དང་པོ་ཕུག་གི་དུས་ཚོད་དེ་རྫོགས་ཚར་རེད། འདན་མ་གསུམ་པ་ཕུག་གི་དུས་ཚོད་དེ་སྐྱེས་ཡོད་མ་རེད། དེ་འདི་ལྟར། ད་ལྟ་བ་ངོ་མ་དེ་ག་རེད་ཟེར་ན། སྐར་ཆ་གཅིག་དེ་དྲུག་ཅུ་རེ་བཞིར་ཕྱེ་བའི་ཆ་གཅིག་མ་གཏོགས་ཡོད་མ་རེད། ད་འདི་ལ་ཡག། ད་ལྟ་ང་རང་ཚོ་ཉན་ཐོས་ཀྱི་སྐབས་སུ་འདི་ནས་སྐད་ཅིག་ཆ་མེད་སོང་བར་བ། ད་རུང་འདིས་མ་ཆ་ཤས་ཆེ་ནས་ཆད་ཡོད་རེད། ཡིན་ན་ཡང་ད་ཉན་ཐོས་ཀྱི་འདོད་པའི་ཉམས་སྣང་ལ་འདི་ཆ་ཤས་མ་ཆེ་ནས་བཞག་བཞག་བ་རེད། ད་འདི་ཆ་ཤས་ཆེ་སོང་བ་ཡིན་ན་འདི་ནས་ཆད་ད་བ་ཆགས་འགྲོ་གི་འདུག་དགོངས་ནས། འདི་ནས་རྡུལ་ཕྲན་ཆ་མེད་དང་ཤེས་པ་སྐད་ཅིག་ཆ་མེད་གཉིས་པོ་འདི་བཞག་ནས། ནི། འདི་དོན་རྣམས་ཀྱི་བདེན་པར་བྱེད། དེ་ནི། དེ་མ་ཡིན་པ་ད་ལོ་དང་ཟླ་བ་དང་ཞག་དང་ཉི་མ་ལ་སོགས་པ་དེ་ཆ་ཤས་ཆེ་ཡོད་པ་གི་ཆོས་ཐམས་ཅད་ཀུན་རྫོབ་བདེན་མེད་ང་ལ་ཞག་དྲུག་ཡོད་རེད་པ། འོ་དེ་ནི་ཡིན་པ་ཡིན་དུས་ད་ད་ལྟ་ང་རང་ཚོ་དབུགས་ལ། མིག་ནི་སྒོམ་གཅིག་རྒྱབ་རྣ་ཡན་དང་ད་དབུགས་བདེ། དེ་འདྲའི་ཆ་ནས་སྐད་ཅིག་སྐད་ཅིག་གི་དབུགས་དེ་འགྱུར་འགྲོ་གི་ཡོད་རེད། དེ་འགྱུར་བ་དེ་མཁྱེན་ནས་འགྱུར་བ་དེ་ཧ་གོ་བ་ཅི་ནས་ཞུ་རོགས་གནང། ཨ་ཁུ་ཚུར་དྲང་པོ་ཅི་ནས་ཞུ། དེ་ནི་སྤྱན་རྩོམ། དེ་ནི་སྐུ་གཟུགས་ལ་ཡོད་པའི་རྩ་དང་རྒྱུས་པ་དེ་ཚོ་ལྷོད་ལྷོད་ཅི་ནས་བཞག། དག། དབུགས་ལ་ཐུག་བལྟས་ནས་དབུགས་དེ་དབྱུང་བ་དང་རྔུབ་པ་སྐད་ཅིག་སྐད་ཅིག་གིས་འགྱུར་འགྲོ་བ་དེ་ལ་ཡ་སེམས་མ་ཡེངས་པ་བཞག་བལྟས་ནས་བཞུར་བ་དང།

བྱོས། སྙམ་དུ། ཞུས་པ་དང་སེམས་པ་དང། དེ་ག་ནང་བཞིན་སྙམ་དུ་ཉམས་ལེན་གནང། ཐོས་བསམ་སྒོམ་སྒྲུབ་བགྱིས་པས། དགེ་བ་དེས་དེ་ནས་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་སངས་རྒྱས་གོ་འཕང་ཐོབ་པའི་ཆེད་དུ་བསྔོ་གི་ཡིན་དགོངས་ནས། དེ་བསྔོ་བ་དེ་ཡང་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་བསྔོ་བ་ནང་བཞིན་བསྔོ་གི་ཡིན་དགོངས་ནས་འཇམ་དཔལ་དཔའ་བོ་ཚར་གཅིག་གསུང་གནང་རོགས་གནང། ཕྱག་ཐལ་མོ་སྦྱར།